ངའི་མིང་ལ་པ་སངས་ཚེ་རིང་ལོག་ཡོད། ང་སྐྱིད་སྡུག་དགུ་བརྒྱ་དགུ་བཅུ་དགུ་གཉིས་ལོ་ཟླ་མཇུག་ཟེར་གྱི་རེད་དེ་རྒྱ་གར་ནང་བྲོས་བོ་རེད་དེ་གོང་ལ་ཚུལ་བསྟན་ག་རེ་བཟོས་ན་ང་ཚོའི་གྲོང་གསེབ་ནང་ལ་ཞིང་འཕྲུག་གི་ཟ་མར་འགྲོ་དེ་འདྲས་བྱས་ནས་འཚོ་བ་སྐྱེལ་དེ་ཉིད་ཀྱི་ཡིན། དེ་ནས་བུད་ནས་ག་རེ་བཟོས་ན་སློབ་སྦྱོང་བྱེད་ཉེས་བྱེད་ཡག་གི་གོ་སྐབས་མ་རག་སོང་ཙང། དགུ་བཅུ་དགུ་དགོན་རྙིང་གི་སྤྱི་ཟླ་བརྒྱད་པ་གི་ཚེས་པ་ཉེར་ཤུ་རྩ་ལྔ་ནས་ཕྱིར་ནས་རྒྱ་གར་ནང་མི་མང་གི་གོ་སྐབས་དང་ཕྱིའི་དོན་རྐྱེན་ནང་གི་དོན་རྐྱེན་ཆ་ཚང་འཛོམས་ནས་དེ་ནས་རྒྱ་གར་ནས་སླེབས་སྐབས་དགའ་སྐྱིད་སྒོ་གསུམ། ཚེས་པ། དགའ་སྐྱིད་སྒོ་གསུམ་གྱི་སྤྱི་ཟླ་གསུམ་པ་ཚེས་པ་བཅད་ལྔ་ལ་སུས་རྒྱ་བོད་ཆོས་ལྷག་དྲག་ནས་ཕྱིར་ནས་ཀ་ཁ་གི་ང་དང་ཨེ་བྷི་སི། དེ་ག་ནང་བཞིན་གྱི་རྩིས་ཀྱི་རིགས་ཀྱི་ཐོག་མ་གི་འགོ་གཙོ་ནི་འཇང་ཡིན། དེ་ནས། སུས་རྒྱ་ལྷག་དྲག་ནས་ལོ། དྲུག་མེས་སི་ཅི་འཇང། དེ་ནས་འཛིན་གྲྭ།

དགེ་རྒན་བྱེད་ག་ལེ་ཡིན། རེད་གི་ལ་ད་ཅིག་དཔེ་སྟོན་སློབ་གྲྭ་དེའི་བཙན་བྱོལ་བོད་མི་གཅིག་གཞི་རིམ་ཤེས་ཡོན་སུ་ཞིག་གི་ད་ཅིག་མིག་དཔེ་སྟོན་ཟེར་བའི་ཆེད་དུ་ད་ཆེད་འཛུགས་གནང་རྒྱུ་ར་དེ་ཡིན་དུས་ད་ཅིག་དཔེ་སྟོན་སློབ་གྲྭ་འདི་འདི་བའི་ལོ་ངོ་བཅུ་བཞི་གི་རིང་ཕྱིར་མིག་འགྲོ་ཅིག་བལྟས་ན་དཔེ་སྟོན་སློབ་གྲྭ་གི་ཅིག་སྤོབས་པ་གི་སྐད་ཡིག་རིག་གཞུང་ཡ་རབས་བཟང་སྤྱོད་དེ་དེའི་ཐད་ལ་ཅིག་ནི་ཕན་ཐོགས་འདྲ་བོ་གྲུབ་འབྲས་འདྲ་བོ་ག་འདྲ་ཟིག་བྱུང་ཡོད་ནམ། དེར
སྲིད་ཇུས་ངོས་ནས་སྐྱོན་ཆ་རྩ་བ་ལེན་ནི་ཡོད་མ་རེད། ཡིན་ནའང་དེའི་ལག་ལེན་བྱེད་ཉེས་དེ་གིས་མི་གང་ཟག་དེ་གིས་ཨེ་ཏག་ཏག་ཅིག་ལག་ལེན་ཆོག་དང་མ་ཆོག་བྱས་པ་རེད་མ་གཏོགས་ཏེ་ཤེས་ཡོན་སྲིད་ཇུས་ངོས་ནས་སྐྱོན་ཕྲ་མོ་ཙམ་ཡང་ཡོད་མ་རེད། ཡིན་ནའང་དེ་ལག་ལེན་བྱེད་ཉེས་ཀྱི་ཆ་ནས་ད་གར་སོང་ན་ཤེས་ཡོན་སྲིད་ཇུས་ཡག་པོ་ཡོད་པའི་ཆ་ནས་ལ་ཡང་ལག་ལེན་བྱེད་ཉེས་ཀྱི་ཆ་ནས་ང་དང་ང་སོར་ཅིག་དེ་གིས་ནུས་པ་གང་ཅིག་ཡོང་དགོས་ཡོད་མ་གཏོགས་རྒྱུ་མཚན་ག་རེ་སུ་བྱུང་ན་དགེ་རྒན་གྱི་ཚོང་དགོས་ཡ་ཅིག་དུས་མཚན་བཅུ་གཅིག་ནང་ལ་ཡོད་རེད། ཤེས་ཡོན་སྲིད་ཇུས་ཀྱི་ནང་ལ་དོན་ཚན་བཅུ་བཅུའི་ནང་ལ་དགེ་རྒན་ཚོང་དགོས་ཡ་དེ་ག་རེ་སོང་ན་ང་ཚོས་བོད་ཀྱི་རིག་གནས་ཀྱི་དགེ་རྒན་ཚོང་ན་ག་རེ་སོང་ན་ཙོང་ཁ་གཞན་ལ་ཕན་པར་འདོད་ཡོད་ས་དེ་འདྲའི་ཀྱི་དགེ་རྒན་གྱི་ཚོང་དགོས་དགོས་ཡ་རེད་ད་ནང་བཞིན་གྱི་ག་རེ་སོང་ན་དེང་སང་གི་ཆུ་ཚད་ཤེས་ཡོན་གྱི་ཆུ་ཚད་དང་ད་ནང་བཞིན་ང་རང་ཚོ་བོད་མི་རིགས་ཀྱི། སྐད་ཡིག་གི་ཐོག་ནས་ཆུ་ཚད་དང་ནང་བཞིན་གར་སོང་ན་སྒྱུ་རྩལ་གྱི་ཐོག་ནས་ཆུ་ཚད་གང་ལ་གང་འཚམ་དགོས་ཀྱི་འདུག་ང་ཚོས་དགེ་རྒན་ང་ཡང་བྱ་ཆོག་འདུག་དགེ་རྒན། ལོ་གཅིག་གཉིས་གཅིག་ངང་སུ་བྱས་པའི་བརྒྱུད་རིམ་ནང་ལ་ངས་ཆུ་ཚད་ག་གལ་གྱི་མི་འདུག་བསམ་སྟེ་དེ་སེམས་ནང་ལ་འཇུག་པ་བློ་འཇུག་ཞུ་ཡི་འདུག་ཡིན་ན་ཡང་གང་ལ་གང་ཐོན་དུས་ལ་དུས་དོན་སུ་དཔེ་དང་ནང་བཞིན་གྱི། གང་ལ་གང་ཐོན་བྱས་ནས། འབད་བརྩོན་བྱས་ཡོང་དུས་ནས་གང་ལ་གང་འཚམ་གྱི་སྤུ་སྒུག་གི་ཆ་བྱ་ཆོག་ནང་རང་གི་རིག་གནས་ཀྱི་ཐོག་ནས། ཉང་མ་དཔེ་སྟོན་སློབ་གྲྭ་གི་ནང་བཞིན་གྱི་དག་སྣང་ཞིང་ཞེན་སྲིད་ཇུས་ཀྱི་ལག་ལེན་བཀོད་པ་དེ་གང་ལ་གང་ཚང་གཏོད་ལྟ་ཐུབ་པའི་ཕྱོགས་ནས་ང་ཚོའི་རིག་གཞུང་དུ་ཉང་སཱ་མ་རི་ཡ་བསམ་གྱིས་སྤོ་བ་དེ་ག་རང་ཉན་གི་འདུག། འདི་ལྟར་ཞོན་སྲིད་ཀྱིས་ནོར་གི་ཡོད་མ་རེད་ཡིན་ན། ད་དེ་ལག་བསྟར་བསྟར་ནས་ནོར་གི་ཡོད་རེད་ཟེར་ཤོག་ག་དང་དེ་གི་ཚེ་མ་འདང་ནས་དེ་ནས་ཆིག་བུད་མེད་སྒྲིག་འཛུགས་ཀྱི་ངོས་ནས་ད

ཡིན་ནའང་ང་ཚོའི་ཚོད་ཀྱིས་དགེ་རྒན་གྱི་ཕྱག་ནས་མ་འདང་བ་ས། དེ་ནས་ག་རེ་སོང་ན། གཞུང་གི་འཛིན་སྐྱོང་བཅས་གདམ་གྱིས་མ་འདང་བ་ས་ཆགས་ཏེ་གཙོ་བོ་དེ་གཉིས་རེད་བ། ང་ཚོ་དགེ་རྒན་གྱི་ཕྱག་ནས་དངོས་གནས་ཆ་རྐྱེན་མ་འདང་བ་ཡག་གིས་ང་ཚོ་རྦད་དེ་སེམས་ནང་ལ་དེ་ཚོར་གྱི་འདུག་གང་ཡིན་ཟེར་ན་ང་རང་ཚོའི་དགེ་རྒན་གྱི་ད་ལྟ་ཤེས་ཡོན་སྲིད་བྱུས་ཀྱི་ནང་ལ་གཏན་འབེབས་བྱེད་བཞིན་བཅུག་དོན་ཚན་བཅུ་གཅིག་དང་ལ་ཡོད་རེད་དགེ་རྒན་དབུས་ཤག་ཟེར་ཏེ་དགེ་རྒན་དབུས་ཤག་ཟེར་ཏེ་ག་རེ་ཟེར་ན། མཐུན་རྐྱེན་ཡིན་ན་རེད་ཆ་རྐྱེན་ཡོད་ན་རེད་གནས་ཚད་ཡིན་ན་ལ་ཡག་ཤོས་དེ་གདམ་དགོས་དགོས་པ་རེད་ཟེར་བའི་དགེ་རྒན་དེ་པདྨ་ལྷན་ཁང་གཞན་དང་མ་འདྲ་བའི་ལས་གནས་གཞན་དང་མ་འདྲ་བ་དེ་དགེ་རྒན་དེ་རྩ་ཆེ་པོ་ཅིག་བཙུགས་ཡོད་རེད་འོ་དེ་ལ་ཐུང་སྤྲད་དེ་དེ་ལ་མཐུན་རྐྱེན་རྒྱག་དགོས་རེད་སོང་ཡིག་ཆ་ནས་ལ་བསྐུལ་ཞུས་ཡོད་རེད་ཡིན་ནའང་ང་ཚོ་གང་ལ་ཤེས་བ་ནང་བཞིན་གྱི་གཞན་དབང་སྟབས་བསྟུན་ཡིན་སོང་ཙང་གང་ལ་གང་ལག་ལེན་བྱེད་ཐུབ་དགོས་བ་མ་རེད་ད་ནང་བཞིན་ང་རང་ཚོ་དགེ་རྒན་གྱི་ལས་གནས་ནང་ལ་ཡོང་ཉེན་དེ་ཧ་ཅང་དཀོན་པོ་རེད། དགེ་རྒན་སྲིད་ཉན་དང་དཀའ་ལས་ཁག་པོ། ལུས་ཀྱི་དཀའ་ངལ། སེམས་ཀྱི་དཀའ་ངལ། ཆོག་ཤེས་མཚམས་ཆད་ནས་ཁོ་རྩིས་བསྡད་ཉིན་ཁོ་ལ་སྐྱོན་དཀྲུགས་ནས། ཨེ་ཐ་མ་བོད་ཡིག་ཡག་པོ་མ་ཆགས་དང་སློབ་སྦྱོང་ཡག་པོ་མ་ཆགས་དུས་ན་ཨེ་དགེ་རྒན་རེད་ཚུར་ལབ་དགོས་འདུག་ཨ། འོ་དེ་ཚོ་ཙམ་མེད་ཀི། སྤྱི་ཚོགས་ཀྱི་བཀོད་པའི་དཀའ་ངལ་ཆེ་པོ་ཞུ་རྒྱུ་བཅས་ཨེ་ཡ་དེ་གི་དཔག་པའི་ཡང་མཐུན་རྐྱེན་ཡང་མེད་སོང་ཙང་ཨེ་དགེ་རྒན་ནི་ལོས་ཡོང་ཉེན་ཧ་ལམ་དཀོན་པོ་རེད། གྲོགས་མོ་ཤེས་པའི་ཞང་དང་དཔོན་པོར་དགེ་རྒན་ལས་གནས་ནས་ཡོང་ཉེན་ཏེ། ཨེ་དེ་སོང་ཙང་དགེ་རྒན་གྱི་ཐོག་ནས་དགེ་རྒན་ཡག་པོ་ཅིག་གདམ་དགོས་ཡ་དེ་སྔོན་ནར་ཤུལ་ཡོན་སྲིད་བྱུས་དེ་གང་ལ་གང་འཚམ་གྱིས་སྨད། གཞུང་སྲིད་འཛིན་སྐྱོང་བྱེད་དགོས་ཡོད་ན་རེད། ལྷ་བྲག་རྒན་སོ་སོ་སུ་ཡིན་པའི་ཞོར་ན་ཤེས་ཡོན་སྲིད་བྱུས་དེར་ཁོ་པས་གཞི་རྩ་བཞག་ནས་དེ་གི་ལག་ལེན་གང་ཐུབ་ཐུབ་ཀྱིས་བཏབ་པའི་ཞོར་ན་ཨེ་ངས་ང་ཚོ་བོད་མི་རིགས་དེ་ཨེ་གསོན་པོ་གནས་བ་དེར་ཁོ་པས་དེ

དོན་རྒྱུ་ཡག་པོ་ཡོད་མ་རེད་བོད་ཆས་ཟེར་ན་ང་སློབ་གྲྭ་གཞན་དག་ཏུ་འགྲིག་མྱོང་མེད་ད་དཔེ་སྟོན་སློབ་གྲྭ་ནང་ལ་ཆ་བཞག་བྱུང་ན་དཔེ་སྟོན་སློབ་གྲྭ་ནང་ཤེས་རིག་གི་དམིགས་བཀར་ནས་རྒྱ་གར་གཉིས་བཅས་ང་ཚོ་བོད་པ་གཉིས་བཅས་ནས་དམིགས་བསལ་གྱི་ད་ཤེས་ཡོན་གྱི་ཐོག་ནས་ད་བོད་པའི་བོད་ཕྲུག་ད་ཚིག་གི་འབྲི་རྡོག་བཅུ་གསུམ་བཅུ་ལམ་ལྷག་པར་དུ་ཤེས་ཡོན་གྲི་ལོག་དག་སོང་གི་ཐོག་ནས་ཞིབ་འཇུག་བྱེད་ཁ་ཕྱིན་པ་རེད་སླེབས་པ་རེད་ད་ནང་བཞིན་སློབ་གྲྭ་ཁག་མང་པོ་བཅས་ལ་ཕྱིན་པ་རེད། བོད་ཐུག་གི་ཆུ་དུང་གི་སྙན་ཐོ་ནང་ལ་ག་རེ་བྲོས་ཡོད་སོང་ན། ཨ་བོད་ཐུག་སློབ་གྲྭ་ནང་ལ་བཀོད་པའི་དེ་མཐུན་རྐྱེན་བཅུ་བཞི་རེ་བཞག། སློབ་ཕྲུག་གི་འཛིན་ཁང་གི་ཆ་ནས་རེད་ས་ཆ་གི་ཆ་ནང་རེད་དེ་ག་ནང་བཞིན་སློབ་གྲྭ་དགེ་རྒན་གྱི་ལས་ཤག་ཡིན་ན་རེད་སློབ་གྲྭ་གི་བཀོད་པའི་དེ་ཕྱིའི་ཁུར་ཡོག་ཡིན་ན་རེད་ནང་གི་འཛིན་གྲྭ་ཡིན་ན་རེད་ཆ་ཚང་བཙན་བྱོལ་སྤྱི་ཚོགས་ནང་ལ་མཐུན་རྐྱེན་དེ་བཅུ་བཞི་རེ་བཞག་ད་ལྟ་རེད་རེད། ཁོ་ཚོས་གི་ནོར་ཡོད་མ་རེད་ཧམ་པ་བཤད་ཡོད་མ་རེད་སྒྲོ་བཏགས་བྱས་ཡོད་མ་རེད་ཇི་མ་ཇི་བཞིན་རེད། ང་ཚོས་བོད་ཐུག་སློབ་གྲྭ་གདུགས་སུ་འགོ་བཙུགས་ཡོད་རྒྱུ་ནི་ག་རེ་སོང་ན། ཞུ་གི་ཕིན་གྱིས་ཐུགས་ཕན་ཡོད་མ་རེད་ལགས་བཀྲ་གི་བསམ་པ་བཀྲ་གི་ཡོངས་རྫོགས་དེ་མཐུན་རྐྱེན་གཅིག་པ་གཅིག་རྐྱང་རེད་མ་གཏོགས་ང་ཚོ་དཔེ་སྟོན་ལགས་བཀྲ་ཟེར་ནས་མིང་གསལ་གྱི་དོན་མཐུན་རྐྱེན་གང་གཅིག་ཡོད་མ་རེད་མཐུན་རྐྱེན་གཅིག་དཔེ་ཞུ་ཡོད་རེད་ག་རེ་སོགས་ན་དགེ་རྒན་དུ་སོང་མིང་གསལ་གྱི་དོན་དང་དུས་ཚོད་རིང་ངེས་མེད་ལ་ཨེ་ཁོ་ཚོ་ཞལ་ལག་གི་ཏུ་དུས་དེ་མ་དགོས་བ་བྱས་ཁོ་ཚོ་ག་རེ་སོགས་ན་ཁ་ལག་ཟེར་ཡག་གི་མེད་གི་དེ་ཚོད་མེད་རེད་དུ་སོང་ཙང་དུས་ཀྱི་ཆེད་དུ་ཨེ་ཁ་ལག་དེ་སྤུ་མགོ་མྱང་དོན་ཟ་བྱེད་ཅེས་ཨེ་སྤུ་མགོ་གི་ག་རེ་སོན་ཟ་དང་འཐུང་དང་ཆ་ཚང་ཧ་གོ་གོ་ར་ཕ་མར་དྲིས་ལ་ཡོད་མ་རེད་སྐབས་དེ་དུས་ག་རེ་སོན་ང་རང་ཚོའི་ཤེས་ཡོན་སྲིད་བྱུས་དེ་སློང་ཚུགས་ཁྲོད་ནས་མ་སྨིན་ནང་ཞིག་རེད་སྤྱི་ཚོགས་ཀྱི་ནང་ལ་བཀོད་པ་དེ་ཤེས་ཡོན་སྲིད་བྱུས་དེ་ཡོང་ཡ་མ་རེད་སྐུ་ཞོགས་དང་གྲྭ་བ་དང་ཚིག་སྦྱང་ཡ་རེད་མ་གཏོགས་དེ་གཞན་དག་སྦྱང་ཁ་ལག་རག་གི་མ་རེད་འཚོ་བ་སྐྱེལ་ཐུབ་ཀྱི་མ་རེད་ཟེར་དེ་འདྲས་ཀྱི་ལག་ལེན་ཞུ་བའི་ཤུགས་ཆེ་པོ་ཞིག་ཡོད་ཡ་རེད་བ། ཨོ་དེ་སོང་ཙང་ཨེ་ག་རེ་སོན་དམིགས་བསལ་གྱི་ད་ཁ་ལག་གི་དུས་དུས་སོང་གི་ཁ་ལག་དེ་ཞེ་ལག་དེ་གི་དུས་དེ་ག་རེ་སོན་ན་ཤེས་རིག་གི་གོ་ཡང་དམིགས་བསལ་དེ་བཏང་རེད། འདི་མ་གཏོགས་ལ་གཞན་དག་དེ་ག་གལ་གྱི་མིན་གསལ་ཡོད་མ་རེད་དེ་སོང་ཙང། མཐུན་རྐྱེན་ལ་གང་ལ་གང་ཚང་རྒྱབ་པའི་ཕྱོགས་ནས་མིའི་དགུ་རྒན་མོ་པོ་ཡོང་ཉེན་ཡོད་རེད་བ། དགུ་རྒན་མོ་པོ་ཡོང་ནས་ན་དགུ་རྒན་ཡག་ག་དེ་ཡས་སྡང་ཤ་གཅིག་བྱོས་རེད་བ། དགུ་རྒན་ཡོང་ཡག་ཁོ་རང་མེད་བ་དེ་ནི་ལ་དགུ་རྒན་གི་བསམ་མིན། བཅུ་ཡོད་པའི་ཕྱོགས་ནི་དགུ་རྒན་བྱས་ཡོང་ཉེན་དེ། ཨེ་སྔར་གྲོགས་ཀྱི་མི་ཚེ་མེད་སོང་ན་དེ་སྡང་ཡག་ཁོ་རང་ཡོད་མ་རེད་བ། འདི་ནི་དགེ་རྒན་དགོས་ནི་དགོས་རེད། རེད་དེ་ཡིན་དོན་ཙམ་ན། ཤེས་ཡོན་སྲིད་བྱུས་ལག་ལེན་བྱེད་དགོས་སོང་ཙང། དགེ་རྒན་ལ་སྲིད་སྐྱོང་ཡག་པོ་བྱེད་པ་དེ་གལ་ཆེན་པོ་རེད་འདུག་ཟེར། ད་ནང་བཞིན་ང་རང་ཚོས། དགེ་རྒན་ཟབ་སྦྱོང་མང་པོ་སྤྲད་བསྡད་གི་འདུག་ཟབ་སྦྱོང་མང་པོ་སྤྲད་དེ་ངས་དཔྱད་ན་རྣ་བ་འདྲུ་དགོས་པ་མ་རེད། ང་ཟབ་སྦྱོང་དེ་གར་སོན་ནས། ལོ་བཅོ་ལྔ་ནང་ལ་ཟབ་སྦྱོང་ཐེངས་གཉིས་མ་ཚོད་ཕྱིན་ཡོང་ཕྱིན་མྱོང་མེད།

ཡག་པོ་གྱིས་ཟུག་གི་འདུག་ཨ་སང་དེ་ཨ་སིང་ནང་དེ་འདྲའི་གར་ཤེས་ངས་ད་དུས་རྒྱུན་དུ་ཡང་དེ་འདྲའི་བཤད་དུ་དགོས་ཡོད་རེད་ཟེར། ཨ་དགེ་རྒན་རང་ཉིད་ཡིན་པའི་ཆ་ནས་ལ་ཡང་ཏིས་སི་ཏི་ད་ལྟ་ཟོག་རྡོ་རིང་མོ་ཞིག་སོང་བ་ནང་བཞིན་ཏིས་སི་བློས་གཏོང་མ་བྱས་ཆོག་ནས་སུད་སི་མི་རིགས་གཅིག་དང། རིག་གཞུང་གཅིག་གི་གནད་དོན་ཐོག་སོང་ཙང། རྒན་ཁོག་པའི་ཐོག་ནས། བློས་གཏོང་གང་དང་གང་འཚམ་བྱེད་དགོས་རེད་བསམ་དྲན་གི་འདུག། ཤི་བའི་སྲས་ཤིག་གི་ཆར་སྲང་གི་འཇིགས་ཅིག་འཇིགས་འཇིགས་ནས་ཡོད་ར། ཨ་ནི། ད་ཅིག་ཤི་བའི་སྲས་ཀྱིས་ཨ་ནི། དུས་དང་དུས་སུ་ཞིབ་འཇུག་བྱ་ཡ་དང་ཨ་ནི་ཅིག། དུས་ཚོད་དང་བསྟུན་ནས་ཨ་ནི་ཁོ་རང་ཡང་ཅིག། ད་འཕྲལ་གནོད་འཇལ་དགོས་ཡ་དང་ཡང་ཇིའུ་རྒྱག་དགོས་ཡ་དེ་དེ་འདྲ་མང་པོ་ཤི་ཡོད་ར། དེ་ཅིག། ཅིག་ད་དགེ་ལ་ཁྱོད་རང་ཚོ་ནི་ཅིག་རྩིག་ཤོར་བོད་མི་གཞི་རིམ་གི་དགེ་ལ་མང་པོ་ཅིག་ཡ་ཅིག་གསབ།

ཨ་དེ་འདྲའི་དཀའ་ངལ་ཞུ་ཅིག་ཁྲེལ་གི་འདུག་དཔེ་ཆ་ཤོར་ན། ཨ་གླ་ཆ་སྤེལ་བ་ལ་ལས་སླ་བའི་དགེ་རྒན་གླ་ཆ་སྤེལ་བ་ལས་སླ་པོ་ཅི་ཡོད་མ་རེད། ང་ཚོ་གཞུང་ཤོག་གླ་ཆ་སྤེལ་བ་ལ་ལས་སླ་བའི་རེད། གཞུང་ཤོག་མང་ནང་སུང་བརྒྱ་བཞི་བརྒྱ་སུ་བཅུ་ཡོད་རྒྱུ་རེད། དགེ་རྒན་སྟོང་ཕྲག་ཡོད་རེད་བ། ཨོ་དེ་དུ་གླ་ཆ་སྤེལ་བ་གཅིག་པུ་ལ་དེ་འདྲའི་དཀའ་ངལ་ཡོད་རེད་ད། ཨ་ང་ཚོ་གར་སོང་ན་དགེ་རྒན་དུ་ཚོས་ཨ་གཞུང་ཤོག་གླ་ཆ་སྤེལ་དགོས་མི་འདུག་གླ་ཆ་སྤེལ་དགོས་འདུག་དགེ་རྒན་གླ་ཆ་སྤེལ་དགོས་མི་འདུག་ཟེར་བའི་ཁ་ཁ་ཡོད་མ་རེད། དགེ་རྒན་མང་དྲགས།

དཀའ་ངལ་ཆེ་ཤོས་དེ་དགེ་རྒན་གྱི་མཐུན་རྐྱེན་འཇལ་ཡག་དེ། གཞན་དག་རག་དགོས་ཡོད་ས་མ་རེད་གནད་དོན་གཅིག་དེ་གནད་དོན་གཉིས་པ་དེ་ག་རེད་ཟེར་ན། དགེ་རྒན་དེ། ཟབ་གཞུང་སྤྲད་དགོས་ཡ་དེ་ད་ནངས་ན་ཆུང་ཞིག་སང་ལངས་ཤིང་ཟབ་གཞུང་ཐེངས་མང་པོ་བཙོ་རེད་དེ་ད་ཤེས་ཡོན་སྲིད་ཇུས་ནི་ལ་ཡ་ཁྱད་ཅི་རེད་ད། ཟབ་གཞུང་དེ་འདྲ་སྤྲད་དགོས་དགེ་རྒན་དེ་གནས་ཚད་དེ་མཐོ་རུ་གཏང་དགོས་ཟེར་ཡག་གི་མཐུན་རྐྱེན་ཅི། བྱེད་ཀྱིན་ཅི་ཡོད་རེད་ཁོ་ཚོ་དགེ་རྒན་སེམས་ཀྱིས་སུ་ཡོད་རེད་ད་དུས་ནས་དུས་སུ་དང་དགེ་རྒན་དུ་སུ་ལོ་ལྔ་ལྔ་ནང་ལ་ཡང་ཡིག་རྩལ་གཏོང་དགོས་ཡིག་རྩལ་གྱི་ཡིག་རྩལ་འཁྲུལ་བའི་སོ་ན་མུ་མཐུད་ནས་དགེ་རྒན་བྱེད་དུ་དགོས་གནས་རིང་དུ་སུ་སྤར་རྒྱུ་བྱེད་གནས་རིང་སྤར་སུ་དུས་ནས་ཁོ་ཡི་གླ་ཆ་དང་ཁོའི་མཐུན་རྐྱེན་དུ་སུ་སྤར་གི་ཡིན་གནས་རིང་དེ་བས་རང་འཇགས་ཁོ་གི་ལས་གནས་དེ་རང་འཇགས་བྱ་སྟེ་ཁོའི་མཐུན་རྐྱེན་དུ་སུ་སྤར་གི་ཡིན་དགོས་པ་རེད། ཨེ་ཡིན་ནའང་ད་ལྟ་བར་དོ་དེ་གར་སོན་ན་དབུས་རྒན་ཡིག་རྩལ་སྟངས་དང་གང་ཅི་བྱུང་བྱུང་ཡོང་ཡ་མ་རེད། གཞོན་སུ་གཅིག་གི་ནང་ནས་དགེ་ལགས་དེ་ཚོ་བཀའ་ཆེན་པོ་རེད་ཟེར་ཡ་དེ་གཅིག། བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་དེ་ཚོ་ལ་དཔེར་བཞག་ན་གཅིག། ད་གཅིག་ཁོ་ཚོ་ལ། ཁེ་ཕན་འདྲ་བོ་ཆང་ཆང་ཆང་ཆང་འདྲ་བོ་དེ་འདྲ་ཡོད་རང་མལ་ཁང་ནང་ང་ཚང་ནས་ལས་བྱེད་ཟེར་ན་པང་བསྒྲིགས་མི་དགོས་ཡ་འདྲ་བ་འདྲ་གཅིག། ད་གཅིག་ཡང།

མི་དམངས་དཀྱུས་མ་རེད། ཡིན་ནའང་ཁོས་ལས་གནས་ཀྱི་ཐོག་ནས་མི་མང་པོ་གཅིག་དེ་ཚོའི་དེ་ཚོའི་ནང་ལ་རྩ་ཆེ་པོ་དེ་འཕྲོ་བརླག་འགྲོ་གི་ཡོད་པ་རང་འོག་ཏུ་དེ་ད་ལྟ་བར་དུ་བསམ་ཤེས་བྱས་པ་མ་རེད་ཉི་མ་ཁ་ཤས་ཀྱིས་ན་ཉུང་ངེས་ཞུས་ཚར་རྗེས་ལ་ལམ་སང་གྲོས་ཚོགས་ཀྱི་སྙན་ཐོ་ཡང་གྲོས་ཚོགས་ནང་བཤད་རྗེས་བ་ཚོ་དེ་གནས་སྐབས་རིང་ལ་ག་རེ་བྱས་ནའང་དེ་སྲིད་ཀྱི་གུ་ཡངས་བཏང་ནས་དགེ་རྒན་དེ་ཚོ་གི་བང་སྒྲིག་མ་དགོས་ལ་སོགས་པ་དེ་འདྲའི་གི་ད་གསང་ཆོས་གནང་ཡོང་དོན་ནི་ཡས་ཐོག་ཁར་འདྲི་ཆུ་བ་སོགས་པ་དེ་འདྲའི་ཟོས་རེད་དེ་ད་ལྟ་བར་ཡོད་མ་རེད་མུ་མཐུད་ནས་ཡོད་མ་རེད།

ད་ལྟའི་གི་ལག་ལེན་བྱེད་མཁན་དེ་ཕྱོགས་གསུམ་ལ་དུ་ངས་ཕྱོགས་གསུམ་བརྩི་དགོས་ར་ད། འཛིན་སྐྱོང་གི་ངོས་ནས་བྱེད་བྱེད་ར་བ་ཕྱོགས་གཅིག་འཛིན་སྐྱོང་རེད། ཕྱོགས་གཅིག་སློབ་གྲྭའི་ཁུར་ཡོད་དེ་རེད་བ་ཕ་དགེ་རྒན་ལ་སློབ་གྲྭ་ནས་ཚུད་ཡོང་དུས་ན་དགེ་རྒན་ཚུད་དགོས་བ་ར་བ། དགེ་རྒན་གི་སློབ་གྲྭ་ཇི་འདྲ་བས་གི་འཛིན་སྐྱོང་བྱེད་དམ་བྱེད། དེ་ནས་དགེ་རྒན་གང་ཟག་དེ་ག་རང་གི་བྱེད་ཐད་ཀར་འབྲེལ་བ་ཡོད་ར་བ། དེ་ནས་ཕྱོགས་གསུམ་པ་དེ་ག་ར་སོང་ན་ཕ་མ། ཕ་མ་དེ་ཧང་སང་གལ་ཆེ་བ་རེད་ཤག། ཕ་མ་ཡི་གི་སློབ་གསོ་བྱེད་བ་དེ། ཏག་ཏག་ཅིག་མ་འགྲིག་ཤག་ན་ཨེ་སྤུ་གུ་རྦད་དེ་ཆ་ཚང། ཀུན་སློང་ཐེག་ཡ་བཅས་དག་གནང་ཞིང། སྤུས་ཚད་རྣམས་པཱ་ལགས་དང་ཨ་མ་ལགས་གཉིས་ཀྱིས་ཁོ་རང་ཚོའི་བཟའ་ཚང་གཉིས་ཀྱི་སྤུ་གུར་སླབ་གསོ་རྒྱག་སྟངས་མ་ཐོན་པའི་ཕྱིར་ན་སྤུ་གུར་རྦད་དུ་འཁྲུ་བ་རེད་ད། སྤུས་ཚད་ཟེར་ན་སྤུ་གུར་པཱ་ལགས་ཀྱི་བོད་ཡིག་སྦྱང་དགོས་རེད་བོད་ཡིག་དེ་ཁོ་ནའི་རྩ་ཆེ་བོ་རེད་ང་རང་ཚོའི་མི་རིགས་ཀྱི་རིག་གནས་རེད་དེ་སྦྱང་དགོས་རེད་ཟེར་ཁ་ཆེ། ཨ་མ་ཨ་དེ་སྦྱང་ཕན་མ་རེད། དབྱིན་ཇི་སྦྱང་དགོས་རེད་ཟེར། བྱས་ཙང་ཁ་ཆུ་ཁ་སྐྱིད་མེད་ཀི་སོ་སོའི་སྤུ་གུར་གྱི་སླབ་གསོ་རྒྱག་དུས་འདི་འདྲའི་སྐྱིད་ཀྱི་མི་གཉིས་ཀྱི་ཁྱིམ་ཚང་གཅིག་ནང་ལ་མ་ཐོན་པའི་ཕྱིར་ན་ཨང་སང་ཨ་ག་ལས་ཁ་པོ་རེད།

ང་རང་ཚོའི་བོད་ནས་བོད་ཀྱི་སྤྱོད་བཟང་སྤྱོད་ཚུལ་རྙིང་པ་འདི་ཆ་ཆ་ཤོད་ན། ལྷ་བཟོ་ཡུལ་ཉེ་དྲི་ལོག་ད་སོང་ཤེས་ཉེན་དཀོན་པོ་རེད་བ། རེད་བ། ཡིན་ན་ཡང་མིའི་བསམ་བློ་དེ་གནས་ཚད་དེ་ཧང་སང་བྱེད་ཐུབ་ཡོད་རེད་བ། མ་རེད་འགྲོ་སྲིད་ཅན་ཐམས་ཅད་རེད་བ། དེ་འདྲའི་བསམ་བློ་ཡོད་རེད་བ། དེ་ག་རེ་ཟོས་ན་ང་ཚོ་ཕ་མེས་ཡང་མེས་ཀྱི་གདུགས་སུ་བསྙེན་རྒྱུ་བྱས་ཏེ་བསྙེན་ནས་རྒྱུད་འདི་ལེགས་སྐྱོར་བ། ཡི་རང་བཟང་པོ་གང་ཞིག་དུ། དུ་སོང་ཙང་ཕ་མང་གི། ཁང་སོང་ཨ་ཕ་སྤུ་གུ་དང་འབྲེལ་བ་ཡོད་རེད། ཤེས་ཡོན་སྲིད་སྤྱི་གི་ནང་ནས་ཅིག་ཕ་མ་གི་སྤུ་གུ་ལ་འགན་དགོས་ཡ་གི་ཁོ་རེ་ག་འདྲ་འགྲོ་གི་ཤེས་ཡོད་ནི་ཨ་ནི་ཅིག་དཔེ་སྟོན་སློབ་གྲྭ་གི་དགེ་རྒན་དུ་སོད་ནི་སྤུ་གུ་གི་ཕ་མ་ལ་ཅིག་ད་ཤེས་ཡོན་སྲིད་སྤྱི་གི་དགོངས་དོན་ནང་བཞིན་ཁོ་ལ་སློབ་གསོ་སྤྲད་དགོས་ཡ་དེ་འདྲ་གི་ཁོ་འདྲ་བོ་ཅིག་མཚང་དང་འདྲ་བོ་མཚང་མིག་སེར་དེ་འདྲ་སྐད་ཆ་བཤད་གི་ཡོད་ནི། ཏཱ་སི་ཡོན་སུའུ་ཅུས་རྨིས་ཏཱ་ཡི་སི་ཡི་ཕྱག་ཏུ་དུས་མཚན་བཅུ་བདུན་འདྲ་པོ་བཅོལ་རེད་བཅུ་བདུན་ནི་ལ་ཕ་མ་སི་ཏི་མི་སེར་དངོས་སུ་ཤུ་བཤད་ཡོད་མ་རེད་དེ་ཡིན་ནའི་ཤོ་ནི་སྤུ་གུ་ལ་ཁུ་བས་ཏེ་བྱམས་ཆུང་བྱེད་དགོས་བ་དང་སྤུ་གུ་ག་རེ་སུ་ཤོ་ན་སྤུ་གུ་ཆུང་ཆུང་གཉིས་ཕ་མ་ཁ་བྲལ་གྱི་མེད་བ་དང་དེ་འདྲའི་གི་ཕྱོགས་ནས་དེ་འདྲའི་མང་པོ་བཏོན་ཡོད་རེད་གང་ཡིན་ཟེར་ང་ཚོའི་ཤི་ཡོན་སུའུ་ཅུས་ཀྱི་འགོ་ཚུགས་ཡོང་དུས་ཐོག་མང་གི་ཟབ་སྦྱོང་སྤྲད་ཉེན་དེ་ཟོང་དོར་མི་ཆེན་ལ་སོགས་པ་ཁོ་ཚོ་ཤེས་ཡོན་གྱི་ལས་ཀ་བྱེད་ཉེན་དུ་ཟེར་ཡོད། རྒྱབ་སྐྱོར་ནི་འདི་འདྲའི་གོང་གོ་རེད་ཟེར་ལབ་སྟེ། ཕ་མ་དང་བུ་གི། ཕ་མ་དང་བུ་གཉིས་དཔལ་དུ་ཞུགས་ཀྱི་འབྲེལ་བ་གཅིག་གོ་རེད་དེ་སོང་ཙང་ང་རང་ཚོས་དཔལ་དོན་ལྷ་བྲག་སེ་ཉལ་ཏེ། ཐག་རིང་པོ་ཙོག་གི་མེད། དེ་རྡ་རམ་ས་ལ་ཨེ་ཡིན་ཙོག་ཨེ་རྡ་རམ་ས་ལ་གི་ཕ་མ་གི་བུ་གོ་དེ་ཚོ་འདས་དཔལ་དོན་ལྷ་བྲག་ལུག། ཉི་མ་གོང་ནས་བར་དགུན་རྒན་གྱི་སློབ་གསོ་རྒྱབ། དགོན་བདག་ནང་ལ་ལོག་འགྲོ་དུས་ཕ་མ་གི་བྱམས་སྐྱོང་དང་ཕ་མ་ཡི་སྤྱི་ཚོགས་ནང་ལ་ཕ་མཁའ་གི

ཤོན་སི་ཅིའི་ནང་བཞིན་གྱི་བུ་གུ་མང་པོ་ཅིག་གསོ་སྐྱོང་བྱས་ཡོད་འདུག་ན་ཅིག་བུ་གུ་དེ་ཚོ་སློབ་གྲྭ་གཞན་པ་གི་བུ་གུ་དང་ནི་ཅིག་ཤོན་སི་ཅི་གི་ཨོག་ནད་ད་ཡིན་འཚར་ལོངས་ཕྱོགས་འདི་དེ་ལ་ཅིག་མ་འབྲེལ་བའི་ཁྱད་པར་འགྲོ་བ་ག་འདྲ་གཏང་གི་འདུག། ད་མ་འདྲ་བའི་ཁྱད་པར་ག་རེ་ཟོས་ན་ད་ལྟ་ཁྱད་པར་གཙོ་བོ་དེ་ག་རེ་ཟོས་ན་ང་རང་ཚོའི་བོད་ཀྱི་སྐད་ཡིག་དེ་རེད། བོད་ཀྱི་སྐད་ཡིག་དེ་ང་ཚོ་སོས་དཔེ་སྟོན་སློབ་གྲྭ་ནས་ཤོན་སི་ཅུས་ཀྱི་ལག་ལེན་འོག་ནས་འདུག།

ཟུངས་ཁྲག་རྣོ་ལ་གར་དུ་སོན་ནོ་ཁོ་རང་སྤུ་གུ་དགུ་རྣོ་ལ་རྒྱུགས་དེ་ཡི་གིང་གི་ཟུངས་ཁྲག་རྣོ་ལ་བོད་མི་རིགས་ཀྱི་སྐད་ཡིག་གསལ་དུ་བརྫུས་ཚར་རེད་བོད་ཀྱི་རིག་གཞུང་གི་ཐུན་མོང་མ་ཡིན་པའི་ཀྱི་རིག་གཞུང་གི་ཁེ་ཕན་བཟང་སྤྱོད་དེ་ཚོ་བརྫུས་བརྫུས་ཚར་རེད་ད་ནངས་མིག་དང་མ་སྨད་ཁོ་བ་ལ་ཉན་དེ་ཡོང་སྲིད་པ་རེད་སྨད་དང་མ་སྨད་ཀྱི་གནད་དོན་མ་གཏོགས་དེ་ཁོ་བོད་པ་གཙང་མ་གཅིག་ཡིན་པ་དང་ལགས་ནང་བཞིན་བོད་མི་རིགས་ཀྱི་ཆེ་ཤོས་ཚང་མཁན་གཅིག་དེ་ཡིན་པ་དེ་གཏན་འཁེལ་ནས་བཤད་ཆོག་གི་རེད། གང་ཡིན་ཟེར་ན་དུས་ཀྱི་རིག་གཞུང་གི་ཁྱད་ཆོས་དང་ཡོན་ཏན་ཆ་ཚང་དེ་རྫོང་ཡོངས་དུ་གནས་སྐོར་དུ་ནང་བཞིན་ཆགས་རག་གི་ཨ་ད་བརྒྱ་ཆ་དགུ་བཅུ་དགུ་ལྔ་དེ་ཡོད་རེད་བ། ཤེས་ཡོན་སྲིད་བྱུས་ཀྱི་ལྟ་གྲུབ་ནང་བཞིན་སློབ་མ་སུ་ཆང་བཅའ་ཨེ་ནི་རེད་ཨ་ནི་ཆིག་དང། ཤེས་ཡོན་སྲིད་བྱུས་དགོངས་དོན་ནང་ནས་དགེ་རྒན་དེ་སོགས་པེ་ཀ་ཆེན་པོ་ཡིན་ཟེར་གི་ཨོ་རེད་དེ་སོགས་ཅིག་དགེ་ལགས་དེ་སོགས་ཅིག་གཞུང་གི་ངོས་ནས་ཅིག་མཐུན་ཆེད་དུ་སུ་ཤ་ཀ་རི་ཡར་རྒྱས་གཏོང་ཡོང་དུ་ཅིག་དམིགས་བསལ་ག་འདྲ་འགྲོ་ཨེ་ཟེར། ད་ངའི་བསམ་ནས་དམིགས་བསལ་དེ་འདྲའི་གི་དཔེ་དེ་ཞུ་ཅིག་བཏང་མ་ཐུབ་བོ་ཡིན་སོང་ན་ལ་ང་ཚོས་གང་ལ་གང་འདུན་བྱེད་དགོས་རེད་དེ་ལ་དུ་འདུན་བྱེད་དགོས་རེད། ལྷག་པར་དུ་ང་རང་ཚོའི་སྲིད་བྱུས་དེ་གང་ལ་གང་འཚམ་གྱིས་གང་ཐུབ་ཐུབ་གྱིས་ཅི་ཐུབ་ཐུབ་གྱིས་ལག་ལེན་བྱེད་ཐུབ་བོ་ཡིན་སོང་ནས་ཚགས་ཚུད་པོ་དང་མི་རིགས་ཀྱི་སྐད་ཡིག་དེ་མ་ཉམས་རྒྱུན་འཛིན་ཐེབས་ཐུབ་པ་དང་ད་ནང་བཞིན་བོད་མི་ཚང་མ་གྱིས། ལ་ནང་བཞིན་རྒྱ་གར་མི་ཆེན་དགོངས་པ་དེ་སྒྲུབ་ཐུབ་ཉེས་མེད་ཀྱི་ཆ་གི་ཡིན་བསམ་དོན་གྱི་འདུག་ལ་ནང་བཞིན་གྱི། ངའི་རེ་བ་འདྲ་པོ་ཅིག་ག་རེ་སོང་ན་དགེ་རྒན་སི་ཉན་དེ། ཐུགས་སྟངས་དང་ག་འདྲེ་གི་ཆ་ནས་ཡག་པོ་ཡོད་མ་རེད་དེ་ཡིན་ནའང་དགེ་རྒན་གྱི་ལས་གནས་ནས་ཞུགས་དང་ཞུགས་བཞིན་པ་དང་མ་འོངས་པ་ཡི་ཞུགས་རྒྱུ་དེ་ཚོ་དགེ་རྒན་དེ་ཚོ་ལ་སེང་ཤུགས་ཆུད་ཆུད་ཅིག་ང་མི་རིགས་གཅིག་གི་ལས་ཀ་བྱེད་གི་ཡོད་མི་ངས་གཞན་གཞན་དོན་སྒྲུབ་གི་ཡོད་བསམ་དོན་ཀུན་སློང་དེ་འདྲས་ཀྱི་ཆེད་ནས་དགེ་རྒན་བྱས་བ་དེ་ལ་ངས

ང་ལ་གང་ཚང་གཅིག་ལག་ལེན་བྱས་ཏེ་ཐབས་ཤེས་ཡོད་རྒུ་བཙུན་ནོར་བ། སྲབ་ལོ་མ་གོང་མ་དང་པོ་དང་གྲོ་སོང་བཅུ་བརྒྱད་བཏགས་ནས་དེ་གང་ལ་གང་ཚང་གཅིག་ལག་ལེན་བྱེད་ཐུབ་དགོས་བྱུང་ན། དངོས་གནས་ང་རང་ཚོའི་མི་རིགས་དེ་སུན་པོ་གནས་ཐུབ་ཡག་གི་དང་རིག་གཞུང་སུན་པོ་གནས་ཐུབ་ཡག་དེ་གཏན་འཁེལ་བྱ་ཟེར་ནས། མཐའ་གཅིག་ནས་ང་རང་ངོས་ནས་དེ་འདྲའི་གི་ཞུ་ཐུབ་ཡག་གི་སྤོ་བ་ཡོད་ཟེར་ཡིན།